ད་དེ་མི་ལ་རས་པའི་མགུར་གང་འདྲ་བྱས་ནས་མགོ་དེ་ལ་མར་བ་ལོ་ཙཱ་བ་ལ་དེ་ནས་གསོལ་འདེབས་ཅིག་ཡོད་པ་རེད་ཚིག་མང་ཉུང་བྱས་མ་གཏོགས་དེ་ག་རེ་སྟོན་གི་འདུག་ཟེར་ན་ང་ཚོ་ལ་དགེ་བའི་བཤེས་གཉེན་ཟེར་ནས་རྩ་བ་ཆེན་པོ་འབའ་བསྟན་གི་ཡོད་རེད་རེད་འདུག་ག་དགེ་བའི་བཤེས་གཉེན་ཟེར་མཁན་དེ་ལྟ་བཅོམ་ལྡན་འདས་ཀྱི་མདོག་གི་ནང་ལོགས་ལ་ཡང་ད་ནས་དགེ་བའི་བཤེས་གཉེན་བསྟན་པར་བྱ་སྙིང་པོར་བྱའོ་དེ་ལ་རིམ་གྲོ་བྱའོ་ཟེར་ནས་མང་པོ་ཡོད་རེད་བ། འོ་དེ་ཡིན་དུས་དེ་འདྲ་ཡོད་ད་ཚེ་འདས་མ་པའི་ཞབས་ལ་འདུད་དགེ་བའི་བཤེས་གཉེན་རྩ་བ་ཆེན་པོ་ཡིན་པ་ད་ནི་ཁོ་རང་གི་སྐུ་ཚེ་དེ་ལ་ཉམས་ལེན་གྱི་རྟོགས་པ་སྐྱེ་ས་དེ་ཡང་བླ་མ་མར་པའི་བདག་ཆེན་བླ་མ་མར་པ་ལ་བརྟེན་ནས་སྐྱེ་གི་ཡོད་པ་ཡིན་དུས་ད་ནི་བླ་མ་མར་པ་འདུས་པ་ད་དེང་སང་སོ་སོ་འཇོན་ན་ད་ནི་བླ་མ་རྒྱས་འགྲོ་གི་འདུག་བ་དགེ་བའི་བཤེས་གཉེན་རྒྱས་འགྲོ་མཁན་མང་པོ་ཡོད་རེད་དེ་རུང་གི་ཡོད་མ་རེད་རེད་འདུག་བ་འོ་དེ་ཡིན་དུས་དགེ་བའི་བཤེས་གཉེན་ཟེར་མཁན་དེ་ད་སྔགས་སྐབས་སུ་ཡིན་ན་ནི། དེ་ཡོན་ཏན་སངས་རྒྱས་དང་མཉམ་ན་ཡང་སྐུ་དྲིན་སངས་རྒྱས་ལས་ཀྱང་ལྷག་པ་ཡིན་བསམ་པའི་གི་ཡེ་ཤེས་ཀྱི་དགོས་དགོས་རེད་ཟེར་ཡ་དེ་སྔགས་སྐབས་སུ་བཤད་ཀྱི་ཡོད་རེད་བ། དེ་ང་ཚོ་ད་ཚིག་ཉིན་ཐེག་པའི་སྐབས་སུ་མདོ་བའི་སྐབས་སུ་ཡིན་ན་ཨ་ནི་དགེ་བའི་བཤེས་གཉེན་དེ་ལ་གནས་སྐབས་དང་མཐར་ཐུག་གི་ཡོན་ཏན་ཐམས་ཅད་དེ་དགེ་བའི་བཤེས་གཉེན་དེ་ལ་ཡོང་གི་ཡོད་ཟེར་བཤད་ཀྱི་ཡོད་རེད་བ་འོ་དེ་འདྲ་ཡིན་དུས་ཙན་དན་མར་པའི་ཞབས་ལ་འདུས། ང་དོན་དམ་རྟོགས་པའི་རྣལ་འབྱོར་པ། གཞི་སྐྱེ་མེད་ངང་ལ་གདེང་བསྐྱེད་ནས། ལམ་འགག་མེད་ཀྱི་རྩ་བར་རིམ་གྱིས་རྫོགས། ཐབས་སྙིང་རྗེ་ཆེན་པོས་བརྡ་སྦྱར་ནས། དོན་ཆུང་གཉིས་ཀྱི་ཀློང་ནས་དབྱངས་བཞི་ལེན། ང། དོན་དམ་རྟོགས་པའི་རྣལ་འབྱོར་པ། ང། ཟེར་བའི་སྐབས་སུ་ལ་མི་ལ་རེ་བ་རང་ཉིད་ལ་ངོས་འཛིན་གནང་གི་ཡོད་རེད་བ། ང། མ་གཏོགས་དེ་ཡང་ང་རྒྱལ་གྱི་ཚིག་དེ་ཡོང་གི་ཡོད་མ་རེད། རེད་བ། ང། ཟེར་དུས་ཙམ་པ་ལ། རྗེ་བཙུན་མི་ལ་རས་པ་རང་ཉིད་བཅས་ཕྱོགས་གཅིག་ནས་ཕྱོགས་གཞན་བཅས་ནས་གནས་ལུགས་ལ་ཡ་བ་འཛུགས་བརྩི་གི་ཡོད་རེད་ང་ཟེར་བའི་སྐབས་སོགས་རེད་འདུག་རྣལ་འབྱོར་རྣལ་འབྱོར་པ་མ་ཡིན་པ་རྣལ་འབྱོར་རང་ལ་ཡ་ང་ཞེས་པའི་ཐ་སྙད་ཀྱི་རྒྱ་ཁྱི་ཡོད་གསུང་གི་ཡོད་རེད། གོ་སྟངས་གཉིས་ཡོད་རེད། ཐུན་མོང་བ་ལ་ང་ཟེར་བའི་སྐབས་སུ་ལ་རྗེ་བཙུན་མི་ལ་རས་པ་རང་ཉིད་ཀྱིས་རང་ཉིད་ལ་གསུང་གི་ཡོད་དང་མི་ལ་རས་པ་ང་ཟེར་གོ་ཡ་བྱས། གནས་ལུགས་ལ་རྒྱ་ཡོད་དུས་ང་ཟེར་ཡ་དེ་དོན་དམ་རྟོགས་པ་དེ་ལ་རྒྱ་ཆུ་བྱས། དོན་དམ་རྟོགས་པ་ཟེར་ཡ་དེ་དོན་དམ་རྟོགས་པ་དེ་རྗེ་བཙུན་མི་ལ་རས་པའི་ཐུགས་རྒྱུད་ལ་འཁྲུངས་ཟིན་པའི་གི་མངོན་རྟོགས་དེ་ལ་གོ་གི་ཡོད་རེད། དེ་འདྲ་གི་མངོན་རྟོགས་དེ་ལ་ང་ཞེས་པའི་ཐ་སྙད་རྒྱར་བ། འོ་དེ་ཡིན་དུས་དེའི་ང་དེ་ང་དང་ང་ཡིར་འཛིན་པའི་གི་ཚིག་ཟུར་གི་ང་དེ་མིན་པ་བྱས། འོ་དེའི་ཚུལ་ད་དེ་འདྲའི་ཟིན་བྱེད་ནི་འགྲོ་འགུགས་འདོགས་འགུགས་ལ་རྒྱར་ཡོད་དུས་འགྲོ་སྟངས་དེ་འདྲ་ཞིག་འགྲོ་འགུགས་རེད་གསུང་གི་ཡོད་རེད་ད། མན་ངག་ལ་མཁས་པའི་བླ་མ་ཚོ་གི་དེ་འདྲ་ཡིན་དུས་ང་ཅེས། ད་དོན་དམ་རྟོགས་པ་ཟེར་བའི་ཀ་སོགས་ལ། དོན་དམ་རྟོགས་པ་ཟེར་བའི་སྐབས་སུ་ག་རེ་བཤད་ཡོད་རེད་ཟེར་ན། ཐམས་ཅད་མཁྱེན་པའི་དགེ་བའི་དངོས་བརྒྱུད་དེ་བཤད་ཡོད་རེད། ཐམས་ཅད་མཁྱེན་པའི་དངོས་བརྒྱུད་དེ་བཤད་ཡོང་དུས་ག་རེ་ལ་རག་ལས་ཀྱི་ཡོད་རེད་ཟེར་དུས་དོན་དམ་རྟོགས་པ་ལ་རག་ལས་ཀྱི་ཡོད་རེད། དོན་དམ་ཟེར་ཡ་དེ་ག་རེ་རེད་ཟེར་ན། འོ་ཕྱག་རྒྱ་ཆེན་པོའི་སྐབས་ནས་བཤད་པ་ཡིན་ན་གཞི་མ་བཅོས་པ། ལམ་མ་ནོར་བ། འོ་དེ་ལ་ཡ་དོན་དམ་ཟེར་བཤད་ཀྱི་ཡོད་རེད། དེ་ཡིན་དུས་དོན་དམ་ཁོ་རང་དེ་འབྲས་བུ་ལ་གོ་གི་ཡོད་རེད། དོན་དམ་དེ་འབྲས་བུ་ལ་གོ་རྒྱུ་བྱེད། ཡིན་ན་ཡང་དེ་འདྲ་ཡི་འབྲས་བུར། འབྲས་བུར་འདོགས་འཇུག་གི་འབྲས་བུར་འདོགས་པའི་དོན་དམ་དེ། རྟོགས་དགོས་ཀྱི་ཡོད་དུས་བསམ་པ་ལ་རྟོགས་ཡ་ལ། གཞི་དང་ལམ་གཉིས་ལ་བརྟེན་དགོས་བ་རེད། གཞི་ལ་བརྟེན་པའི་སྐབས་སོགས་ལ། འཁོར་འདས་ཐམས་ཅད་ལ་ཁྱབ་པའི་ཀུན་ཁྱབ་དེ་ལ་གོ་དགོས་ཀྱི་ཡོད་རེད། ཀུན་ཁྱབ། ཀུན་ཁྱབ་དེ་ལ་གོ་དགོས་རེད། ཀུན་ཁྱབ་དེ་ག་རེ་ཟེར་ན། མཚན་ཉིད་ཐེག་པའི་སྐབས་སུ་བདེ་བར་གཤེགས་པའི་སྙིང་པོ་ཟེར་ཡ་དེ་རེད། ཕྱག་རྒྱ་ཆེན་པོའི་སྐབས་ནས་བཤད་པའི་མ་བཅོས་གཉུག་མ་ཟེར་ཡ་དེ་རེད། རང་བབས་ཟེར་ཡ་དེ་རེད། གཤིས་ཟེར་ཡ་དེ་རེད། རྫོགས་པ་ཆེན་པོའི་སྐབས་སུ་ལ་རང་བྱུང་གི་རིག་པ་ཟེར་ཡ་དེ་རེད། ཀུན་ཏུ་བཟང་པོ་ཟེར་ཡ་ཨོ་དེ་ཚོ་བཀྲལ་ཏེ། གར་ཁུག་བས་ཟེར་ན་བཞི། བཞི་རེད། མ་བཅོས་པའི་གནས་ལུགས་དེ། དེ་གཞི་ཡི་དོན་དམ་རེད། ད་དེ་འདྲ་གི་གཞི་ཡི་དོན་དམ་དེ་སེམས་ཅན་ཐམས་ཅད་ཀུན་སེམས་ཅན་ཐམས་ཅད་ཀྱི་གཤིས་རྒྱུད་ལ་ཁྱབ་བསྡད་ཡོད་ན་ཡང། བདག་གཞན་བླ་མར་བསྟེན་དེ་ཡི་མདུན་ནས་གདམས་ངག་ཞུ་ལྷག་པར་དུ་ཨ་ནུས་ཀྱི་སྙིང་ཁུངས་རུས་པའི་གཏིང་ནས་དཀའ་སྤྱད་སྙིང་རུས་ཞེ་གཅིག་གིས་ཉམས་ལེན་བྱས་ནས་དེ་མངོན་དུ་བྱེད་དགོས་ཀྱི་ཡོད་པ་ཡིན་དུས། དེ་མངོན་དུ་མངོན་དུ་བྱས་ཟིན་གྱི་རྟོགས་པ་དེ་ལ། དེ་ནས་མངོན་དུ་བྱེད་པའི་གྱི་ལམ་གྱི་རིམ་པ་དེ་ལ། དེ་ནི་ལམ་གྱི་དོན་དམ་ཟེར་ཡོད་རེད། ལམ་གྱི་དོན་དམ་རེད། ད་མཐར་ཐུག་དེ་མངོན་དུ་གྱུར་ཡོང་དུས། དེ་ལ་གར་གཟིགས་པར་བྱ་ན་གཞི་འབྲས་དབྱེར་མེད་ཟིག་ཡོད་རེད། དེ་རེད་དོ། གཞི་འབྲས་དབྱེར་མེད་ཀྱི་གཞི་ཡི་དོན་དམ་དང་འབྲས་བུའི་དོན་དམ་དེ་དབྱེར་མེད་ཆགས་པ་རེད། སོ་སོ་ཡོད་མ་རེད། ད་ང་རང་ཚོ་ལས་དང་པོ་པ་ཐམས་ཅད་ལ་ཁ་ཁ་ཞིག་མཐོང་གི་ཡོད་རེད་ག་རེ་བསམ་ན་དང་པོ་ང་རང་ཚོ་གཅིག་གིས་དྲི་མའི་གཤིས་ལས་ཡོད་པ་གཅིག་བྱས། ད་དེ་ལམ་ལ་སྦྱངས་སྦྱངས་སྦྱངས་སྦྱངས་ནས་འབྲས་བུ་ཡང་གཅིག་གསར་དུ་ཐོབ་པ་འདྲ་བོ་གཅིག་རྟོགས་པ་གཅིག་སླེབས་ཀྱི་ཡོད་རེད་བ། དོན་དམ་ངོ་མ་དེ་གཞི་ཡི་གནས་ལུགས་ག་རེར་ཡིན་པ་དེ་མངོན་དུ་གྱུར་པ། གཞི་ཡི་གནས་ལུགས་ག་རེར་ཡིན་པ་དེ་མངོན་དུ་གྱུར་པའམ་མངོན་དུ་རྟོགས་པ་མངོན་སུམ་དུ་རྟོགས་པ་དེ་ལ་གཞི་འབྲས་དབྱེ་མེད་ཆགས་ཞེན་གང་བྱུང་ན་གཞི་འབྲས་དབྱེ་མེད་ཟེར་མིང་དེ་བཏགས་ཡོད་རེད་དེ་འདྲ་ཡིན་དུས་ང་དོན་དམ་ཟེར་བའི་སྐབས་སུ་དོན་དམ་དེ་ག་བར་བཞག་པ་རེད་ཟེར་ན། གཞི་ཡི་དོན་དམ་ལ་བཞག་གཞི་ཡི་དོན་དམ། རྟོགས་ཟེར་བའི་བཀའ་སྲོལ་ལ་ལམ་གྱི་དོན་དམ་ལ་བཞག། དེར་བ། རྟོགས་ཟེར་བའི་བཀའ་སྲོལ་ལ་ལམ་ལ་རྒྱར་འགོག་ཡོད་རེད་ལམ་གྱི་སྐབས་སུ། བདག་བྱིན་བླ་མ་ལ་བརྟེན་བླ་མའི་མདུན་ནས་གདམས་ངག་ཞུ་ནས་དེ་བསྒོམ་དགོས་པ། བསྒོམས་ནས་རྟོགས་དགོས་ཡོད་པ་ཡིན་དུས་དོན་དམ་རྟོགས་པ་ཟེར། ད་རྣལ་འབྱོར་པ་ཟེར་བཤད་ཡོད་དུས། མི་ལ་རས་པ་ཁོ་རང་རེད། གར་ཟེར་ན་ཁོ་རང་གི་ཐུགས་རྒྱུད་ལ་ཡོད་པའི་གི་ཐུགས་དེ། སེམས་ཀྱི་གཤིས་སམ་ཐུགས་ཀྱི་གཤིས་དེ་རྣལ་འབྱོར་པ་ཡིན་སོང་བ་རེད་རྣལ་འབྱོར་པ་ཡིན་དུས་སྐྱོན་མེད་གི། དྲི་མས་མ་གོས་པ་རེད། སྐྱོན་མེད་ཀྱི་དྲི་མས་མ་གོས་པ་ཡིན་དུས་རྣལ་འབྱོར་ཞེས་བཏགས་པ་རེད། དེའི་རྒྱུད་སྟེང་གི་གང་ཟག་ལ་པཱ་ཟེར་རྣལ་འབྱོར་པཱ་ཟེར་ཡོད་རེད། ད་རྣལ་ཟེར་བའི་ཀ་སོགས་ལ་མ་བཅོས་པ་བྱས། འབྱོར་ཟེར་བའི་ཀ་སོགས་ལ་མ་བཅོས་པ་དེ་རང་གི་རྒྱུད་ལ་མངོན་དུ་འབྱོར་བའམ་མངོན་དུ་བྱས་པ་དེ་ལ་འབྱོར་བ་ཟེར་ཡོད་རེད། དེའི་རྒྱུད་སྟེང་གི་གང་ཟག་དེ་ལ་པཱ་ཟེར་ཡོད་རེད་དེ་འདྲ་ཡིན་དུས་མི་ལ་རེ་བ་ཁུངས་ད་དོན་དམ་རྟོགས་ཚར་བ་ཡིན། དོན་དམ་རྟོགས་པའི་རྣལ་འབྱོར་པཱ་ཟེར་དེའི་ཚིག་རྒྱུད་ཁོ་རང་གི་གདེང་ཚད་དེ་ནི་མགོ་ཐོག་ཡོང་བར་གདའ། དོན་དམ་རྟོགས་ན་བདེན་ཚིག་ཐོབ་པ་རེད་བ། དོན་དམ་མ་རྟོགས་ན་བདེན་ཚིག་ཐོབ་ཡོད་མ་རེད། དེ་འདྲ་ཡིན་དུས་དོན་དམ་རྟོགས་པའི་རྣལ་འབྱོར་པ། གཞི་སྐྱེ་མེད་ངང་ལ་གདེང་བསྐྱེད་ནས། ད་གཞི་ལམ་འབྲས་གསུམ་གསུངས་པ་རེད། འོན་ཏུ། གཞི། དོན་དམ་རྟོགས་པའི་རྣལ་འབྱོར་པ་ཟེར་བའི་སྐབས་སུ། ད་འབྲས་བུ་མངོན་དུ་བྱས་ཟིན་པ་རེད་བ། འབྲས་བུ་མངོན་དུ་བྱས་གསུངས་པ་ཡིན་འདུག་ད་ཁོང་གིས་མགུར་དེ་འཐེན་ཡོང་དུས་ག་འདྲ་ཅིག་ནས་འཐེན་གྱི་ཡོད་ཟེར་ཞིག་བཞག་ས་དེ་ཞིག་སྐྱེ་མེད་ངང་ལ་གདེང་བྱས་ནས་ཟེར་དུས་རྩ་བ་ད་སྐྱེ་བ་མེད་པ་དེ་རང་རེད། སྐྱེ་བ་མེད་པའི་གནས་ལུགས་དེ་ཆོས་ཐམས་ཅད་སྟོང་པ་ཉིད་མགོན་པོ་ཀླུ་སྒྲུབ་མཁན་ཡང་ད་སྐྱེ་བ་མེད་པ་དེ་གཞི་ལ་བཞག་པ་རེད་བཅོམ་ལྡན་འདས་མཁན་ཡང་ད་ནི་ཅིག་གིས་སྐྱེ་བ་མེད་པའི་གན་མཉམ་པ་ཉིད་དེ་རྟོགས་ཐུབ་ན། ད་ནི་མཉམ་པ་ཉིད་ལྷག་མ་ཐམས་ཅད་ཡང་རྟོགས་ཐུབ་པ་ལ་དགོངས་ནས་དང་པོ་ནས་སྐྱེ་བ་མེད་པའི་མཉམ་པ་ཉིད་དེ་དང་པོ་གསུངས་པར་བ་ཧོ་དེ་ཡིན་དུས་བཞི་དེ་སྐྱེ་བ་མེད་པ་རེད། གཞི་སྐྱེ་བ་མེད་པ་ཡིན་པའི་རྒྱུ་མཚན་ཏེ་རྒྱུ་ཅན་གང་གིས་ཀྱང་མ་བཟོས་པ། རྒྱུ་ཡིས་མ་བཟོས་རྐྱེན་གྱིས་མ་བསྒྱུར། སངས་རྒྱས་ཀྱིས་བཟང་དུ་མ་བཏང། སེམས་ཅན་གྱིས་ངན་དུ་མ་བཏང། ཐམས་ཅད་མཁྱེན་པའི་ཡེ་ཤེས་དང་ས་ལམ་གྱི་ཡོན་ཏན་གྱིས་བཟང་དུ་མ་བཏང། སོ་སོ་སྐྱེ་བོ་གཉིས་འཛིན་གྱི་བློ་ཡིས་རྣམ་རྟོག་གམ་ཡང་ན་དྲི་མས་ཀྱིས་ངན་དུ་མ་བཏང་བ། ཆོས་ཉིད་ཀྱི་གཤིས་རང་བབས་དེ་ཁོ་ན་ཉིད་གང་ཡིན་པ་དེ་ལ་དེ་ནི་གཞི་སྐྱེ་མེད་ཞེས་མིང་བཏགས་པ་རེད། འདུག་ག་སྐྱེ་བ་མེད་པ་ཙམ་མ་ཡིན་པ་སྐྱེ་བ་མེད་པའི་ཡོན་ཏན་ཟབ་པའི་ཆ་ནས་ཤེས་པ་ཅིག་རྒྱ་ཆེ་བ་ཅན་ནས་ཤེས་པའི་སྐབས་སུ་ད་ཟབ་པའི་ཆ་ནས་དེ་ཤེས་ཀྱི་ཡོད་རེད། འོ་དེ་འདྲ་ཡིན་དུས་ཞེས་སྐྱེ་མེད་ངང་ལ་གདེང་བསྐྱེད་ནས་ཟེར་དུས། ཐུགས་དམ་ཉམས་བཞེས་ག་འདྲ་ཞིག་གནང་པ་ཡིན་ན་ཡང་འགྲོ་དོན་ཕྲིན་ལས་ཕྱོགས་མེད་ག་འདྲ་ཞིག་རྒྱས་པ་ཡིན་ན་ཡང། སྐྱེ་བ་མེད་པའི་ངང་ནས་ནམ་ཡང་བར་འདས་མ་མྱོང་གསུངས་པ་རེད། དེ་ཟེར་ཡོང་དུས་ང་ཚོ་སྒོམ་རྒྱབ་པའི་སྐབས་སུ་ལ་ཡང་ཅིག་ད་གཉུག་མ་གཉུག་མ་ལྷན་ཅིག་སྐྱེས་པའི་ཡེ་ཤེས་ངོས་ཟིན་པ་རེད་གཉུག་མ་ལྷན་ཅིག་སྐྱེས་པའི་ཡེ་ཤེས་ངོས་ཟིན་ཚར་ན་ད་ནི་འགྲོ་འཆག་ཉལ་འདུག་ཟ་ཐ་མ་པའི་སྐྱོ་ལམ་ག་རེ་ཡིན་པ་ཡང་དེའི་ངང་ནས་འགྲོ་དགོས་ཀྱི་ཡོད་རེད། ད་དེ་དཔེ་ཡག་པོ་འདུག་བ། ང་ཚོ་དེའི་ངང་ནས་འགྲོ་ཐུབ་དགོས་ཀྱི་རེད་ད་རྣལ་འབྱོར་ཡབ་མེས་ངོ་མ་དེ། རྣལ་འབྱོར་དྲུག་གི་ཉམས་ལེན་བཤད་ཡོད་འདུག་དཔེར་ན་ཟ་བ་ཟས་ཀྱི་རྣལ་འབྱོར་ཤེས་ཀྱི་ཡོད་རེད། དེ་ཡང་སྐྱེ་བ་མེད་པའི་ངང་ལ་གདེང་བཅས་ནས་ཟ་བ་ཟས་ཀྱི་རྣལ་འབྱོར་ལས་སྒུག་གི་འདུག་ཉལ་བ་གཉིས་ཀྱི་རྣལ་འབྱོར་ཟེར་གྱི་དེ་ང་ཚོ་མགོ་བསྙེན་བཀུར་ལ་བཞག་ནས་ཉལ་གྱི་ཡོད་རེད་དེ་ཐ་མལ་པའི་ཉལ་བ་མ་ཡིན་པ། ཉལ་བ་ཉལ་བ་དེ་གཉིས་ཀྱི་རྣལ་འབྱོར་ལ་འགྲོ་དགོས་དུས་དེ་ཡང་སྐྱེ་མེད་ཀྱི་ངང་ལ་ཡང་གནས་སྒུག་གི་འདུག་འགྲོ་འདུག་དེ་ཐ་མལ་པའི་འགྲོ་འདུག་མ་ཡིན་པ་འགྲོ་འདུག་དེ་སྤྱོད་ལམ་འགྲོ་འདུག་དེ་འདི་ནས་ཅིག་ཐ་མལ་པའི་སྐྱོ་ལམ་རྣམས་ལ་ཤོར་སོང་བ་མ་ཡིན་པ་འགྲོ་འདུག་སྤྱོད་ལམ་གྱི་རྣལ་འབྱོར་རྣམས་ལ་འགྲོ་དགོས་ཀྱི་ཡོད་རེད་དེ་འགྲོ་ཡ་ལ་སྐྱེ་བ་མེད་པའི་ངང་ལ་གདེང་བཅས་དགོས་བ་རེད། མདོར་ན། རྣལ་འབྱོར་པ་ཟེར་བ་དེ། ལུས་ཀྱི་མགུ་བཅོས། ངག་གི་རྣ་བཅོས། སེམས་ཀྱི་བསམ་བློ་བཏང་སྟངས་དེ་ཚོ་ཚང་མ་དེ། སྐྱེ་བ་མེད་པའི་ངང་ལ་བདེན་གཉིས་བཅས་ནས་གནས་ཐུབ་ན། དེ་ནས། ལུས་ངག་ཡིད་གསུམ་གྱི་བྱ་བྱེད་སྤྱོད་ལམ་ཐམས་ཅད་དེ་དངོས་དང་བརྒྱུད་ནས་སེམས་ཅན་ལ་ཕན་ཐོགས་ཐུབ་ཡ། དངོས་དང་བརྒྱུད་ནས་གཞན་ཕན་བྱ་བ་རྒྱ་ཆེན་པོ་སྒྲུབ་ཐུབ་ཀྱི་ཡོད། རེ་བ། དེར་བརྟེན་ན་རྗེ་བཙུན་མི་ལ་བྲེས་པ་སྐུ་དངོས་སུ་མ་བཞུགས་ན་ཡང་ད་ལྟ་མི་ལ་བྲེས་པའི་མཚན་ཐོས་པ། རྣམ་ཐར་ཡིད་ལ་དྲན་པ། རྡོ་རྗེ་གི་གསུང་མགུར་དེ་ཚོ་ཀློག་པ། འོ་ད་ག་ན་བཞིན་གི་ད་ནི་རྡོ་རྗེ་གི་གསུང་མགུར་དེ་ཚོ་ང་རང་ཚོ་གི་འཐེན་ཡག་གོ་དེ་འདྲ་བྱས་ཡོང་དུས་གསུང་དེ་ཚོ་མཇལ་ཡག་གོ་བ་ལེན་ཡོང་དུས། སེམས་ལ་ཡང་ཐར་པའི་ས་བོན་བསྐྲུན་ཐུབ་ཡག། ལུས་ལ་བ་སྤུ་གསེང་དམིགས་ནས་མཆི་མ་འཁྲུགས། སེམས་ལ་ཡང་ཅིག་དགའ་ཚོར་ཤུགས་ཆེན་པོ་སྐྱེས་ཐུབ་ཡ་ཡོད་པའི་རྒྱུ་མཚན་དེ་ད་དེ་རེད་སྐྱེས་མའི་ངང་ལ་གདེང་སྐྱེས་ནས་ཟེར་ཡ་དེ་གདེང་ཚད་མགོ་དེ་ནས་བཙུགས་པ་རེད་འདུག་བ། ད་གདེང་ཚད་ངོ་མ་དེ་དེ་ནས་མགོ་བཙུགས་པ་འདུག་བ་གདེང་གདེང་གདེང་ཟེར་ཡ་དེ་གདེང་ཚད་དེ་ནས་མགོ་བཙུགས་པ་རེད་གདེང་སྐྱེས་ནས་ཟེར་དུ་དེ་ཡི་སྟོད་ལ་གདེང་བཞག་ནས། ད་དེ་ཡིན་དུ་ད་དེའི་སྐབས་ལ་ཡང་སྤྱི་བཏང། ང་རང་ཚོའི་སེམས་ལ་ཡག་དག་འདྲ་མི་འདྲ་མང་པོ་ཤར་གྱི་ཡོད་རེད། བཟང་པོའི་རྣམ་རྟོག་ཤར་གྱི་ཡོད་རེད། ངན་པའི་རྣམ་རྟོག་ཤར་གྱི་ཡོད་རེད། ལུང་མ་བསྟན་གྱི་རྣམ་རྟོག་ཤར་གྱི་ཡོད་རེད། དེ་ལ་བཅས་བཅོས་མ་བྱས། དེ་ང་ཚོ་ཉམས་ལེན་གྱི་ནང་ན་འགྲོ་ཐུབ་དགོས་འདུག་བ། སེམས་ལ་གང་ཤར་བ་ཡིན་ན་ཡང་དེ་ལ་བཅས་བཅོས་མ་བྱས། ཡག་ཏུ་རེ་བ་དང་ཉེས་སུ་དོགས་པ་མ་བྱས། རྣམ་རྟོག་གང་ཤར་ལ་དེའི་ངོ་བོ་ལ་ཡག་བལྟ་ནས་དེ་ལ་དགག་སྒྲུབ་མ་བྱས། རང་བཞིན་ཉིད་ཀྱི་བབ་ལ་བཞག་དགོས་རེད། བྱུང་ཡང་གཞི་སྐྱེ་མེད་ཀྱི་ངང་ནས་བྱུང་བ་རེད། འགག་ཀྱང་གཞི་སྐྱེ་མེད་ཀྱི་ངང་དུ་ཕ་འགག་པ་རེད། བྱུང་ས་དང་འགྲོ་ས་སོ་སོ་ཡོད་མ་རེད། གནས་ལུགས་གཉུག་མ་རང་བབ་འདི་ཡི་སྟེང་ནས་རྩ་ལ་རྒྱང་འདི་ཡི་སྟེང་ནས་ནི་ཅིག་རང་བབ་ཏུ་བཞག་ཐུབ་ན། བཞག་ཐུབ་ན་དེ་ནི་རྣམ་རྟོག་གང་ཤར་དེ་གིས་ང་རང་རང་ལ་ཡང་ཉམས་ལེན་ལ་གནོད་གི་མ་རེད་སྒྲིབ་གི་མ་རེད། སྒྲིབ་ཡ་དེ་གང་གིས་བསྒྲིབས་པ་རེད་ཟེར་ན་རྣམ་རྟོག་ལ་རྣམ་རྟོག་དང་འཛིན་པ་རྣམ་རྟོག་ལ་ཕྱི་འཛིན་གྱི་བློ་སླེབས་ཡོང་དུས་དེ་ལ་དེ་ནི་རྣམ་རྟོག་གིས་བཅིངས་པ་རེད། རེད་འདུག་ག་འོ་དེ་འདྲ་ཡིན་དུས་རྣམ་རྟོག་ཤར་ན་ཡང་རྣམ་རྟོག་ལ་ཡ་རྩ་ལ་རྒྱང་བྱས་ནས་རྣམ་རྟོག་དེ་འགག་མེད་ཆུང་ཆུང་དུ་སྐྱོང་ཐུབ་ན། ཆུང་ཆུང་དེ་ནི་རྣམ་རྟོག་ཆོས་ཉིད་དུ་གྲོལ་བ་དེ་སླེབས་ཐུབ་ཀྱི་ཡོད་རེད། རྣམ་རྟོག་ཆོས་ཉིད་དུ་གྲོལ་བ་སླེབས་ཐུབ་ན་གཞི་སྐྱེ་བ་མེད་པའི་ངང་ལ་བདེ་སྐྱིད་བར་རེད། འོ་དེ་གཅིག་མཆན་གོ་གི་འདུག་ང་ཚོ་འགྲོ་སྟངས་དེ་ལ་འོ་དེ་འདྲ་ཡིན་དུས་ད་ལྟ་འདི་སྐབས་ལ་སེམས་སེམས་ལ་ག་རེ་ཤར་བ་ཡིན་ན་ཡང་གང་ཤར་བ་ཡིན་ན་ཡང་དེ་གའི་ཐོག་ཏུ་ཞེ་འདོད་མི་བྱ་བར་ཆད་རང་ངོས་སུ་ལྷོད་ཀྱིས་གློད། དེ་རེད། ད་ལྷོད་ཀྱིས་གླད་ཡོང་དུས་དེའི་སྐབས་སུ་ལ་འཇུག་ཤེས་ཐམས་ཅད་དེ་རང་ཡལ་དུ་འགྲོ་གི་རེད། རྦ་རླབས་མཚོ་ལ་ཐིམ་པ་ལྟ་བུ་རྦ་རླབས་དེ་རྒྱ་མཚོ་ཡང་ཡོད་སྐྱེ་བ་རེད། སྐྱེ་ཡང་རྦ་རླབས་རྒྱ་མཚོ་ནས་སྐྱེས་ཀྱང་ཐིམ་ཡང་རྒྱ་མཚོ་དེ་རྦ་རླབས་རྒྱ་མཚོའི་སྟེང་ངང་ལ་ཕར་ཐིམ་པ་མ་གཏོགས། བྱུང་ཚུལ་བྱུང་ས་དང། ཕར་ཐིམ་ས་སོ་སོ་མི་འདུག་ག། ཡོད་མ་རེད་དེ་ལྟ་འདུག་གི། དེ་ནི་གཅིག་གི་འགྲོ་འདུག་གི་སྤྱོད་ལམ་ཡིན་ན་རེད་ཐ་མ་པའི་སྤྱོད་ལམ་གང་དང་གང་ཡིན་པ་ཡིན་ན་རེད་རྣམ་རྟོག་གང་སྐྱེས་པ་དེ་ཐམས་ཅད་དེ་བཞིན་གཉུག་མའམ་སྐྱེ་བ་མེད་པའི་ངང་ལས་སྐྱེས་པ་དང། ཐིམ་ཡང་སྐྱེ་བ་མེད་པའི་ངང་དུ་ཐིམ་པ་ཡིན་དུས་དེ་ལ་བརྟེན་ནས་གཞི་སྐྱེ་མེད་ངང་ལ་བསལ་ཏེ་གདིང་སྐྱ་ཐང་འདྲ་བོ་དེ་དེ་འདྲ་ཞིག་སྐྱེ་དགོས་རེད་ད་སྐྱེ་དགོས་ར་བ་གདིང་སྐྱ་ཐང་འདྲ་བོ་དེ་གདིང་སྐྱ་ཐང་ཟེར་དུས་གདིང་སྐྱེ་ཟེར་དུས། སྐྱེ་སྐྱེ་ཟེར་དུས་རྣམ་སྨིན་སུན་པ་བྱེད་ར་རེད་བ། སྐྱེ་དགོས་དགོས་རེད་བ་སྐྱེ་ཐང་དེ་ག་རེའི་ཐོག་ནས་སྐྱེ་དགོས་རེད་ཟེར་ན་རྣམ་རྟོག་ལ་རྩར་སྦྱང་བའི་ཐོག་ནས་སྐྱེ་དགོས་བ་རེད། རྣམ་རྟོག་ལ་རྩལ་མ་སྦྱངས་ན། སེམས་ཡིག་འདི་གི་སྟེང་ལ་རྩལ་མ་སྦྱངས་ན། ཕྱིས་སུ་སྒྲ་དྲིལ་རོ་རེ་བྱ་ལ་རྩལ་སྦྱང་ཡང་རྩ་བ་ནས་ཡོད་མ་རེད། རེད་འདུག་བ། ད་ནངས་སྨྱུག་མ་འོད་ས་ཁོ་རང་ངོས་ཐོག་ལ་ཡང་མཉམ་པར་བཞག་ནས་དེ་གི་སྟེང་ལ་རྩལ་སྦྱོང་གི་ཡོད་པ་ཡིན་དུས། དེ་ནི་གཞི་སྐྱེ་མེད་ངང་ལ་གདེང་བཅས་སའི་སྐྱེ་སྟངས་འདྲ་བོ་དེ་དེ་རེད་འདུག་བ། འཇུག་བྱེད་ཐམས་ཅད་དང་རང་ཡན་དུ་འགག། རང་གནས་སུ་འགྱུར། དེ་ནས་དེའི་སྐབས་སུ་ལ་དྭགས་རྟོག་མེད་ཀྱི་ཉམས་ཤར། དེའི་སྐབས་ལ་དྭགས་འདི་བཞི་སྐྱེ་མེད་ཅེས་སྐྱེ་བ་མེད་པའི་གདེང་ཚོད་ཐོབ་པ་རེད་གསུང་བ་རེད། ད་སྤྱི་བཏང་བྱས་པ་ན་འདི་ཞི་གནས་ཡང་རེད་ལ་ལྷག་མཐོང་ཡང་རེད་གཉིས་ཀ་རེག་ཡོད་རེད། ཞི་གནས་ཡང་རེད་ལྷག་མཐོང་ཡང་རེད་སྐྱེ་མེད་ངང་ལ་གདེང་བཅས་ནས། ལམ་འགག་མེད་སྐྱེ་རྩ་ག་རིམ་གྱིས་རྫོགས། ད་དེ་འདྲའི་གཅིག་གིས་གཞི་སྐྱེ་བ་མེད་པའི་ངང་ལ་གདེང་བཅས་ནས་གནས་ཐུབ་ན། རྐྱེན་བཟང་ངན་གང་བྱུང་ན་ཡང་རྐྱེན་གྱི་དབང་དུ་མ་ཤོར་བ། རེད་འདུག་ག་རྐྱེན་གྱི་དབང་དུ་མ་ཤོར་བ་བྱས། རང་ལ་སྟོད་སྐུར་སྙན་གྲགས་ལ་སོགས་པ་བྱུང་ན་ཡང་འདྲ། སྨད་པ་དང་ཁ་མཆུ་དང་བྱུར་དང་འོ་མི་ཁ་ལ་སོགས་པ་བྱུང་ན་འདྲ། ཅེས་ཀྱི་རྐྱེན་བཟང་ངན་ག་རེ་བྱུང་པ་ཡིན་ན་ཡང་སྐྱེ་བ་མེད་པའི་གི་གདིང་དེ་ལྷོད་ལ་གནས་ཐུབ་ན། དེ་ནས་ལམ་འགག་མེད་ཀྱི་རྩ་ཁ་རིམ་གྱིས་རྫོགས་ཟེར་ཡ་དེ་དེ་སྐབས་ལ་ག་རེ་བསྟན་གྱི་ཡོད་རེད་ཟེར་ན། དེ་ནི་དྲི་འཛིན་ན་ལྟོས་མ་དགོས་པར་རྣམ་རྟོག་ཆོས་སྐུ་ལས་འཆར་ཐུབ་ཀྱི་རེད་གསུང་གི་ཡོད་རེད། ད་ཚིག་དེ་རེད་འདུག་བ། འགག་མེད་ཀྱི་རྩ་ཁ་རིམ་གྱིས་རྫོགས་བཞིན་དུ་རྣམ་རྟོག་བསྐྱེད་རིམ་བཞིན་དུ་རྣམ་རྟོག་དེ་ཆོས་ཉིད་དུ་གྲོལ་བ་ལས་ཐུག་ཡོད་རེད་ད། ད་ཁེབས་སང་དེ་ཡོང་གི་ཡོད་རེད་ད་ང་ཚོ་ཉམས་ལེན་པ་ཚོ་ལ་དེ་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་རྩ་ཁ་རིམ་གྱིས་རྫོགས་སོ་རྩ་ཁ་རྫོགས་ཟེར་བ་དེ་དཔེར་ན་སེང་གེ་དང། ཁྱུང་ལ་སོགས་པ་དེ་ཚོ་བསྒྲལ་ཏེ་རྩ་ལ་མ་རྫོགས་པའི་སྐབས་སུ། ད་ནི་གཅན་གཟན་ཐམས་ཅད་ཆོམ་ཐུག་གི་མི་འདུག་བ། ད་འོ་མ་འཐུང། གཅན་གཟན་གྱི་ཤ་ཁྲག་ལ་སོགས་པ་ཁ་ལ་སྦྱིན། དེ་ནི་ནུས་པས་ཀྱི་རྩ་རྫོགས་ཡོན་ཏུ། དེ་ནས་སྟག་གཟིག་གཅན་གཟན་ལ་སོགས་པ་མཆོང་ཡང་གྱི་རྩ་རྫོགས་ཐུགས་ཡོད་རེག། ཧོ། ཆུང་ལ་སོགས་པ་དེ་ཚོ་དང་རྒོད་ལ་སོགས་པ་དང་གླག་ལ་སོགས་པ་དེ་ཚོ་འདྲེས་ཏེ། གཅིག་གི་འོ་མ་དང། གཅིག་གི་ཟ་བ། ཟ་འཐུང་གི་བཅུད་ཀྱི་ཚོགས་ཡོན་ཏུ། ནུས་པ་དེ་རྩ་དེ་རྫོགས་ཡོན་ཏུ། དེ་ནས་ག་བ་ཡིན་ན་ཡང་ལྡིང་སྐོར་བརྒྱབ་ནས་ཕུ་ཐུགས་ཀྱི་ཡོད་པ། འདུག་བ། སོ་སོའི་སོ་སོའི་གྱི་མ་ལ་རེས་མ་གོ་བར་རང་ཉིད་ཀྱི་འཚོ་བ་ལ་ཡ།

འོ་དེ་ནས་འཁྲུལ་པ་ཡེ་ཤེས་སུ་འཆར་བ་ཟད་དེ་མགོ་བཙུགས་ཡོང་བ་རེད། འོ་དུ་ཟེར་ལམ་འགག་མེད་ཀྱི་རྩ་ཁ་རིམ་གྱིས་རྫོགས། ད་ལམ་འགག་མེད་ཀྱི་རྩ་ཁ་རིམ་གྱིས་རྫོགས་ཡོང་དུས། འོ་དེ་ནས་སྒྲ་བརྙན་ཟེར་ཧ་རེ་བོ་གི། དེ་ད་ག་ན་ཟིན་གི་ལྷ་འདྲེ་ཟེར་རེ་དོགས་གང་ཡང་མེད་པ་ད་ཏིག་གི་མཚམས་དེ་ཞིག་བ་རེད། ལམ་འགག་མེད་ཀྱི་རྩ་ཁ་རིམ་གྱིས་རྫོགས་པའི་སྐབས་སུ། དེ་ནས་དེ་ལ་བརྟེན་ནས། འོ། གཞི་སྐྱེ་བ་མེད་པའི་ངང་ལ་གདེང་བཅས་ལམ་འགག་པ་མེད་པའི་གི་རྩ་ཁ་རྫོགས་ཡོད་འདོད། ད་ནས་དེ་ཡི་སྟེང་དུ་ཐབས་ཏེ་སྙིང་རྗེ་ཆེན་པོའི་གི་བརྡ་སྦྱར་བ། སྙིང་རྗེ་ཆེན་པོའི་བརྡ་སྦྱར་ཟེར་དུ་སྙིང་རྗེ་ཆེན་པོ་གཙོ་མེད་དུ་སྐྱེས་པ་རེད། ཆེད་དུ་རྙེད་ནས་བརྡ་སྦྱར་བའི་སྐད་ཆ་མ་རེད་གཙོ་མེད་དུ་སྐྱེ་དགོས་གི་རེད། སྐྱེ་གི་རེད་ཟེར་བ་ད་གཙོ་མེད། འོ་དེ་བཤད་ཡོང་དུས་གཞི་སྐྱེ་བ་མེད་པའི་ངང་ལ་བདེན་གཉིས་སྐྱེད་མ་ཐུབ་འགག་མེད་ཀྱི་རྩ་ཁ་རྫོགས་མ་ཐུབ་ན། འོ་དེ་ནི་ཐབས་སྙིང་རྗེ་ཆེན་པོ། བཅོས་མ་མ་ཡིན་པ་རྒྱུད་ལ་སྐྱེ་ཐུབ་ཡ་ཡོང་གི་ཡོད་མ་རེད། སྙིང་རྗེ་སྐྱེས་པ་ཡིན་ན་ཡང་སྙིང་རྗེ་ཙམ་པོ་བ་ཕྱིར་མ་གཏོགས། འོ་དེ་ནི་གཅིག་གིས་འོ་དེ་འདྲའི་སྙིང་རྗེ་ཆེན་པོ་དེ་སྐྱེད་ཐུབ་ཀྱི་ཡོད་མ་རེད་དེ་འདྲ་ཡིན་དུས་ཐབས་སྙིང་རྗེ་ཆེན་པོ་བརྡ་སྦྱར་ནས། ཤུགས་འབྱུང་རེད་དཱ་འདི་ཤུགས་འབྱུང། ཤུགས་འབྱུང་ཅིག་ཡོད་རེད། གཞི་ལམ་གྱི་རྟོགས་པ་དེ་སྐྱེ་ཡོང་དུས་གཞི་སྐྱེ་བ་མེད་པ་གི་གནས་ཚུལ་གྱི་ཐོག་ལ་ཡང་དབང་འབྱོར་ཡོང་དུས། དེ་ནི་ལམ་འགག་མེད་ཀྱི་རྩ་ཁ་རིམ་གྱིས་རྫོགས། ད་དེ་ཙམ་མ་རེད། ས་དང་ལམ་གྱི་ཡོན་ཏན། སྤངས་རྟོགས་ཀྱི་ཡོན་ཏན་ལ་སོགས་པ་དེ་ཚོ་ཐམས་ཅད་ཡང་ཁོ་རང་གཞན་གཉིས་ཀྱིས་སྐྱེ་ཡོང་བ་རེད། རང་བཞིན་གཉིས་ཀྱི་རྩར་སྦྱོང་ཡོང་བ་རེད། འདི་ལ་ལམ་འགག་མེད་ཀྱི་རྩ་ག་རིམ་གྱི་བཟོ་བོ་ཟེར་ཏེ་ས་ལམ་གྱི་ཡོན་ཏན། འཇིག་རྟེན་དང་འཇིག་རྟེན་ལ་འདས་པའི་གི་ལམ་གོང་མ་གོང་མའི་གི་ཡོན་ཏན་ཐམས་ཅད་དེ་ཤུགས་འབྱུང་ལ་སྐྱེ་ཡོང་བ་རེད། ཐབས་སྙིང་རྗེ་ཆེན་པོ་བདག་ཅག་ནི་དོན་ཆུང།